བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོས་ཤེས་བྱ་གོན་ཆབ་མཛོད་རྩ་བ། སློབ་ཚན་ང་གཅིག་པ། སྔ་འགྱུར་བསྟན་པའི་བརྒྱུད་པ་མདོར་བསྡུའང་དེ་འདྲ་ཅིག་གི་སྐོར་ལ་འགྲེལ་བཤད་མདོར་བསྡུ་ཞིག་བརྒྱབ་ཡ་ཡིན། སྔ་འགྱུར་རྙིང་མའི་བསྟན་པ་ངོས་བཟུང་བ་དང་བཀའ་བབས་རྣམས་བཤད་པ་ཟེར་བའང་དེ་འདྲ་ཅིག་བཤད་པ་རེད། བཀའ་བབས་རྣམས་བཤད་པའི་སྐབས་སུ་གཙོ་བོ་དེ། གུ་རུ་རིན་པོ་ཆེ་སློབ་དཔོན་པདྨ་འབྱུང་གནས་དང། ནི། ལོ་ཙཱ་བ་བེ་རོ་ཙཱ་ན། པཎ་ཆེན་བི་མ་ལ་མི་ཏྲ་ལ་སོགས་པ་བཤད་པ་རེད། དེའི་རྗེས་སུ། གུ་རུ་རིན་པོ་ཆེ་དང། ལོ་ཙཱ་བ་བེ་རོ་ཙཱ་ན་པཎ་ཆེན་བི་མ་ལ་སོགས་པ་ནས་བརྒྱུད་པའི་སློབ་རྒྱུན། ནི། རགས་རིམ་ཡང་ན་གཙོ་བོ། འགའ་ཞིག་བཤད་ཡ་དེ་འདྲ་ཅིག་རེད། འདུ་བ་གཤེད་སྐོར་ལ་སོགས་གནུབས་ཆེན་པོས། རྒྱ་བོད་གྲུ་བཞི་སློབ་དཔོན་བཞི་ལས་བླངས། འདི་སྐབས་སུ་ནི་གནུབས་ཆེན་སངས་རྒྱས་ཡེ་ཤེས་བཤད་ཀྱི་ཡོད་པ་རེད། མདོ་དགོངས་པ་འདུས་པ་དང་རྒྱ་བོད་གཤིན་རྗེ་གཤེད་ལ་སོགས་པའི་ཆོས་སྐོར་མང་པོ་ཞིག་ནི་གནུབས་ཆེན་སངས་རྒྱས་ཡེ་ཤེས་ཟེར་བ་སློབ་དཔོན་པདྨ་འབྱུང་གནས་ཀྱི་དགེ་ཕྲུག་གནུབས་ཆེན་སངས་རྒྱས་ཡེ་ཤེས་ཟེར་བ་ཁོང་གིས་རྒྱ་གར་གྱི་སློབ་དཔོན་གཉིས་དང་དཔལ་ཡུལ་གྱི་སློབ་དཔོན་གཅིག། བྲུ་ཤག་གིས་སློབ་དཔོན་གཅིག་ཅེས་སློབ་དཔོན་བཞི་ལས་བླངས་པ་རེད། སློབ་དཔོན་བཞི་ལས་བསྲེས་ནས་བོད་དུ་དར་ཞིང་རྒྱས་པར་བྱས་པ་རེད། དེ་ནས་གནུབས་ཆེན་སངས་རྒྱས་ཡེ་ཤེས་ཟེར་བ་དེ་ལ་མཚོན་པ་ཡིན་ན་སྔ་འགྱུར་རྙིང་མའི་བཀའ་བབས་གཙོ་བོ་གཅིག་རེད། སློབ་དཔོན་པདྨ་འབྱུང་གནས་དང་ལོ་ཆེན་སྦེ་རོ་ཙཱ་ན་པཎ་ཆེན་བི་མ་གསུམ་གྱི་རྗེས་སུ་ཧ་ཅང་གལ་ཆེ་བའི་སློབ་དཔོན་གཅིག་སྟེ་གནུབས་ཆེན་སངས་རྒྱས་ཡེ་ཤེས་ཟེར་བ་འདི་རེད་བསྡད་ཡོད་པ་རེད། དེ་ནས་གནུབས་ཆེན་སངས་རྒྱས་ཡེ་ཤེས་ཁོང་དུས་རབས་བརྒྱད་པ་གི་སྐབས་ཀྱི་མི་ཡིན་པ་དང། ད་ནི་ཁོང་རབ་ཏུ་བྱུང་སའི་མཁན་པོ་དེ། མཁན་པོ་བོ་དྷི་ས་རྡོ། སློབ་དཔོན་བྱིས་པ་ཚོ་དེ་རེད། ད་ནས་རྒྱ་གར་དང་བལ་ཡུལ་དུ་ལན་བདུན་ལ་ཕེབས་པ་རེད། དམ་པའི་ཆོས་འཚོགས་འདུ་ཕེབས་པ་དང་སློབ་དཔོན་བསྟེན་འདུ་ཕེབས་པ་དང་སངས་རྒྱས་ཀྱི་ཆོས་ཀྱི་གླེགས་བམ་གདན་འདྲེན་འདུ་གསུངས་པ་ལ་སོགས་པ་གི་ཆེད་དུ་རྒྱ་གར་ལ་ཚར་མང་པོ་ཕེབས་པ་རེད། དེ་ནས་ཁོང་ཡིན་ན་སྦྱིན་པ་ཉེར་ལྔ་གི་ནང་ཚན་ད་ནི་གུ་རུ་རིན་པོ་ཆེ་གི་སློབ་མ་གཙོ་བོ་རྗེ་འབངས་ཉེར་ལྔ་གི་ནང་ཚན་རེད། གནུབས་ཆེན་སངས་རྒྱས་ཡེ་ཤེས་ཁོང་ལ་མཚོན་པ་ཡིན་ན་སྔ་འགྱུར་རྙིང་མའི་དམ་པ་གི་རྨང་གཞི། སྔ་འགྱུར་རྙིང་མའི་དམ་པ་གི་གཙོ་བོ། མདོ་རྒྱུད་སེམས་གསུམ་གྱི་བཀའ་བབས། མདོ་རྒྱུད་སེམས་གསུམ་གཙོ་བོར་སྐྱོང་མཁན་གྱི་སློབ་དཔོན་རེད། མདོར་བསྡུ་ན་དེ་འདྲ་ཞིག་རེད། དེ་ནས་གནུབས་ཆེན་སངས་རྒྱས་ཡེ་ཤེས་ཁོང་གིས་མདོར་དགོངས་པ་འདུས་པ་དང། གཤིན་རྗེ་གཤེད་ཀྱི་ཆོས་སྐོར་ལ་སོགས་པ་གསན་བསགས་ཀྱི་སློབ་དཔོན་བཞི་སྟེ། རྒྱ་གར་བ་ཁྲག་འཐུང་ནག་པོ། རྒྱ་གར་བ་ཆོས་སྐྱོང་རྒྱལ། བལ་པོ་བ་སུ་དཱ་ར། བཀྲུ་བྱ་བ་ཆེར་བཙན་བཅས་ཟེར་བ་སློབ་དཔོན་ཏེ་བཞི་ལས། མདོ་དགོངས་པ་འདུས་པ་དང། འཇམ་དཔལ་གཤིན་རྗེ་གཤེད་ཀྱི་ཆོས་སྐོར་གསན་པ་རེད། དེ་ནས་བཀྲུ་བྱ་ཟེར་བ་གི་ལུང་པ་དེ་ལི་ཡུལ་དམ་ཡང་ན་དེང་སང་བཤད་པའི་ཤིན་ཅང་གི་ཆ་ཤས་ནང་ཚན་གྱི་ལུང་པ་ཆུང་ཆུང་ཞིག་རེད།